ར་བཟི་ཆུང་མར་བས་ནི་ཨ་ཏི་ཁོ་ཚོས་བྱིས་པའི་ངང་ང་རང་ཚོའི་བོད་པ་ལ་ཡང་གཏམ་དཔེ་ཞིག་མེད་པས་སེམས་ཁྲལ་མེད་པའི་སེམས་ཁྲལ་རི་བོང་གནམ་ཐིག་གི་སེམས་ཁྲལ་ཟེར་དེ་ང་ཡིན་ད་གོ་ག་འདྲས་སུ་ལགས། འོ་སི་ཁྱེད་རང་ནི་ང་རང་ཚོའི་བོད་མི་ཚོས་སོ་སོའི་རིག་གཞུང་དང་སྐད་ཡིག་ལ་ཡང་དོ་སྣང་མ་གནང་བ་བྱས་ཨ་འཐུས་ཤོག་ཆེན་པོ་ཐོན་དུས

ཡིན་ནའི་ཁོང་ཚོ་འདི་གའི་ཁ་ཤས་ཤིག་ཡས་མི་དེང་དུས་ཀྱི་ཤེས་ཡོན་སྦྱང་དགོས་རེད་ཟེར་ཨིན་ཇི་གལ་ཆེ་རེད་ཟེར་ང་ཚོ་མི་མཚན་ཉིད་ར་ཅེ་སོབ་སོབ་ཅིག་ཐུག་བྱུང། དེ་ནས་མཚན་ཉིད་ཕ་ཤེས་ཚོ་ཤེས་ཕ་ཤེས་ཚོ་ཤེས་གང་འཚམ་ཞིག་ནས་ཁོང་ཚོ་འུ་ཐུག་ནས་མི་གཅིག་ཞུས་བྱུང་དེ་ཨ་རེ་རེ་རེ་རེ་ད་མི་དེ་གའི་ཁྱད་མཚར་འདུག་ཨ་ལོ་དེང་སང་ཁ་ནས་སྐད་ཅིག་མ་བཤད་པ་ཞིག་ལམ་སང་ལག་པས་སྐད་ཅིག་ཞིག་འདུག་ཨ་ཨོ་དེ་ལ་ཟེར་ད་ཡང་ང་ར་ཕ་ཅིག་གྲོ་ནས་མ་འདུག།

ཆོས་རྒྱལ་སྲོང་བཙན་སྒམ་པོས། སྐུ་ངལ་ཚད་ལས་བརྒལ་བ་བཀོད་གནང་བྱས། ལྔ། རྒྱ་དགག་སྐད་ཡིག་ཏུ་བརྫངས། སྐབས་དེ་དུས། རླངས་འཁོར། མེ་འཁོར། གནམ་གྲུ་ལ་སོགས་དེ་འདྲའི་ག་བ་ཡོད་རེད། ཡིན་ནས་ངས་ངལ་བ་ཁྱད་བསད་ཀྱིས་རྒྱ་དགག་སྐད་ཡིག་ཏུ་བྱིན། རྒྱ་དགག་གིས་འཚོ་བའི་གོམས་གཤིས་དང་ཡུལ་ལུང་གི་ཚ་གྲང་ལ་མ་གོམས་པའི་རྐྱེན་གྱིས། ངས་ཆོས་གྲོགས་མང་པོ་བྱིན། རང་སྲོག་ཡང་ཤོར་བ་རེད། འདི་མ་ཡིན་པས་ཡུལ་ལུང་ཀུན་གྱི་སྐད་གདངས་མ་འཕྲོད་པའི་རྐྱེན་ལ་སོགས། དཀའ་ངལ་ཧ་ལས་པའི་འཆི་འཕོ་དྲན་ཡང། ངས་ཉེ་བ་ལ་མ་འཛིན་པར། དཀའ་སྡུག་མཚན་མའི་ཁྲོད་ནས། ཐ་མ། སྒྲ་དང་ཡི་གེའི་ཕུལ་དུ། རྒྱ་གར་གྱི་བྲམ་ཟེ་ལི་ཇིན་ཁོང་དང་མཇལ། ངས་ཁོང་གི་ས་ནས་རང་ཉིད་ཀྱི་བརྩོན་འགྲུས་དང་རིག་པའི་རྩལ་ཡོད་དོ་ཅོག་སྟོན་བྱས། སྒྲ་དང་ཡི་གེ། སྙན་ངག་ལ་སོགས་པ་བྱང་ཆུབ་པ་སྦྱངས་པ་ཡིན། དེ་ནས་སླར་ཡང་ངས་ལྷ་རིག་པའི་སེང་གེར་སོགས་པ། རྒྱ་གར་གྱི་པར་འབྲི་དང་མང་པོ་དང་བྱས། རྒྱ་གར་གྱི་སྐད་ཡིག་དང་བོད་ཀྱི་སྐད་ལ། ཞིབ་འཇུག་མང་པོ་བྱས། མཐའ་མ་བོད་དུ་གསར་དུ་བསྐྲུན་པ་ཡིན། ཡིན་ནས་ད་ཆ་ངས་དཀའ་ལས་བརྒྱབ་པའི་རྒྱུ་གལ་ཆེ་ཤོས་ཀྱི་སྐད་ཡིག་དེ་ལ། ཁྱད་གསོད་དང་མཐོང་ཆུང་དེ་འདྲས་ག་རེ་བྱིན་བྱིན་ཡོད་ན། ཧ་ཧ། སྙིང་རྗེ། ངས་མི་རིགས་དེ་ལ་དུས་རབས་དེ་འདྲའི་སླེབས་ཀྱི་རེད་བསམ་བསམ་མ་བྱུང་ཨ། ཧ་ཧ།
ལྟེ་ནང་ལ་མ་རེད་པས། ཨ་ཁ་ཁ་ཁ་ཁ་ལྷན་རྒྱས་སུ་གཟིགས་འདུག་ན་ནིང་ཡིན་ན་ཁོ་ན་གི་ང་ཡག་སྐུ་གསལ་མེ་ལོང་ནང་ནས་ཡ་རབས་བཟང་སྤྱོད་སྐོར་ཡ་བསླབ་བྱ་འདི་འདྲས་ཡག་པོ་བསྟན་གནང་བྱུང་ཡིན་ནའི་ལས་དུས་ཡུན་ལོ་གཅིག་ལས་མ་ཕྱིན་པ་ཡ་ཁོ་རང་གི་གནས་སྟངས་འདི་འདྲས་ཆགས་ཡོང་ངས་བསམ་བསམ་མ་བྱུང་དངོས་གནས་ཡིན་མི་ཁོ་མི་ཡིན་མ་ལོན་ཟེར་དེ་དངོས་གནས་རང་རེད་འདུག་ག།

སུ་ཉོ་ཤ་ཟ། སུ་སུ་ཉོ་བའི་འདུ། བྱས་ན་ཁྱེད་རང་གིས་ང་མཐོང་པ་དང་ཧ་ལམ་ས་མཐོའི་མི་མཐོའི་མི་དགོན་བདག་དགོན་བདག་ཟེར་བྱས་ཕལ་ཆེར་ཁྱེད་རང་གིས་གཞིས་ཆགས་སྤྱི་མཐུན་ཚོགས་པ་ནས་བུ་ལོན་ཤུགས་ཆེན་པོ་འདི་འདྲའི་གཡར་ཡོང་མ་མཐང་ལགས། ག་རེད།
བུ་ལོན་ཡིན་ན་ཅི། ཐོས་ཨ་ཁོ་ང་ངོ་ཤེས་མེད་པ་འདྲ། ད
དེ་སྐད་ཚ་ལུས་དང་གཅིག་རྗེས་སྣ་གུ་འུ་སོབ་ཏོ་ཀྱོག་ཀྱོག་དེ་གཉིས་རྗེས་ལ། མཐོང་མྱོང་ཀྱོ་རོ་ཞིབ་བཞི་འདུག་ང་ནི། ཡག་པོ་ཞིག་ལྟོས་ཤིག།
འོ་དེ་མིན།

ཐུ་མི་ཁོང་ཐུགས་ཕམ་གནང་དགོས་ཡོད་རྒྱུ་མཚན་དེ་ཁྱེད་རང་གིས་མཁྱེན་མ་བྱུང་བས། ཁོང་གིས་ང་ནག་ཚོས་བོད་མི་ཚོས་རང་མི་རིགས་ཀྱི་སྐད་ཡིག་དེ་ལ་ཡང་གོང་བུ་གཅིག་གིས་མཐོང་ཙམ་ཡང་མ་སྤྲད་དེར་དོགས་པ་ཁུག། ཨོ་སི་ཐན་ནོ་ལགས།
ལགས། དེ་ལྟར་ཡིན་དགོས་བྱུང་མེད། དེང་གནས། སང་སྤྱི་ཚོགས་འདིའི་སྟེང་ལ་ཡང་བོད་ཡིག་གིས་སྒོ་མོ་གཅིག་བསགས་ཐུབ་པའི་ཁག་པོ་བསམ་མི་འདུག་ག། ཨོ་སི་དཔེ་ལ་དཔེ་ལ་དཔེ་ལ་དཔེ་ལ། བྱ་ཡ་ལགས་ཁྱེད་རང་འདི་འདྲའི་གསུང་གནང་མྱངས་ཡོད་རེད་པས། ལགས། ང་ནག་ཚོས་བོད་ཀྱི་སྐད་ཡིག་འདི་ད་ཆ་སྣུམ་ཟད་ཀྱི་མར་མེ་བཞིན་ཟད་འགྲོ་བ་འདི་ཁྱེད་རང་འདྲ་བའི་བོད་མི་རང་མི་རིགས་ལ་ཞེན་ཁོག་དང་ལ་རྒྱ་རྩི་རྒྱུ་དུ་ཕར་ཞོགས། ད་དུང་བོད་སྐད་རང་མོ་ལུག་ཅིག་མ་གཏོགས་སྐྱོན་མ་ཐུབ་པའི་ཡིན་ནའི་ལས་ཞིབ་པོ་ཞིག་ཡིན་མདོག་མདོག་བྱས། ཆུང་ས་ནས་རང་ཉིད་ཀྱི་ཁྱིམ་ཚང་དང་ཆེ་ས་ནས་སྤྱི་ཚོགས་གང་ལ་ཡང་ང་ཅིག་མེད་ན་སུ་ཡིན་མདོག་མདོག་བྱེད་མཁན་དེ་ས་པའི་འོག་ལ་བསྡད་མིག་ལ་ཐལ་ལ་ཞོག་ངས་དུར་ཆེན་བཟོས་པར་བལྟ་གོ། ཨ་ཀྱེ། ཨ་ཙི།
སོ་སོ་ཁ་དོག་དེ་ལ་ཡང་མེད་པར་ད་དུང་ང་ཡང་ཅིག་ཤོད་ག། ཁྱོད་རང་ཉོན་ཞིག་གྱེས། ངས་ད་ལྟ་བར་དུ་ཆུང་དུས་ཕ་མའི་བསླབ་བྱ། ལྡིང་དུས་དགེ་རྒན་བསླབ་བྱ། ཆེ་དུས་དབུ་ཁྲིད་བསླབ་བྱ་བཟང་པོ་བར་བསྟན་རྗེས་ངས་དབྱིན་ཡིག་གཙོ་བོར་ཟིན་པ་མ་ཟད། སོ་སོ་ཡིན་པའི་ནད་ལས་ཧུར་ཐག་བྱས་པའི་རྐྱེན་གྱིས་ད་ཆ་འཛམ་བུ་གླིང་སྡིངས་ཆ་གོ་བ་ཕྱིན་པའི་ནད་ལས་སྐད་ཅིག་བཤད་ཐུབ་དགོས། གལ་སྲིད་ངས་ཁྱེད་རང་རྣམ་ཤེས་བུ་ཡུག་ཁོ་ནར་ཡར་སྐོར་ཐོབ་འདས་ཡོད་ན་ཕལ་ཆེར་ད་གཟོད་སློབ་གྲྭའི་ཁག་དགེ་རྒན་ཅིག་དང་གཞུང་ཚབ་ཀྱི་ལས་བྱེད་ཅིག་མ་གཏོགས་ཅིག་གིས་ད་ལྟ་ནང་བཞིན་ལྟོ་གོས་གཏམ་གསུམ་གྱི་སྤྱོད་པ་འཇམ་དབྱངས་ཟེར་དུ་ཆ་མེད་ཀིར་བྱས་ཙང་དབའ

ཨ་མ་ལགས།
ང་གཉིས་ཀྱིས་འདི་ལ་ཡང་གནད་དོན་གལ་ཆེན་པོ་གཅིག་གི་ཐོག་ལ་ཡང་བསམ་ཚུལ་མ་བསྡུས་པའི་མ་གཏོགས་སྤྱི་བཏང་གི་གྲོགས་པོ་ཨོ་ཟི་ཆང་པོ་ར་ཅི་ཡོད་ཨ་མ་ལགས། ཞོགས་རྒྱལ་ག་རིའི་གྲོགས་པོ་ཨ་མ་ལགས། ཁོ་སོ་སོའི་བུའི་ལྟོགས་ཤིང་སྐྱོ་དེ་ལ་ཡང་ངོམས་ཁ་ར་བྱས་ད་དུང་ང་ཡང་ཁ་བརྡུང་སོར་བཏང་ག་ཅི། ཨ་མ་ལགས་ཁྱེད་རང་གསུང་དང་རྒན་མོ་གསུང་ཙང་དེང་སང་སྤྱི་ཚོགས་འདིའི་སྟེང་ལ་ཡང་བོད་ཡིག་གི་ཕན་ཐོགས་ག་རེ་ཐོགས། རེད་རེད།
བུ་རང་གིས་གསུངས་པ་བདེན་པ་རེད་ད། དེང་སང་བོད་ཡིག་གི་ཕན་ཐོགས་རྒྱུ་ཁག་པོ་རེད་འདུག་ཐ་ན་བོད་སྐད་གཙང་མ་གཅིག་གི་ཐོག་ནས་སྐད་ཆ་བཤད་པ་ཡིན་ནའི་ཕའི་ཁོག་དང་མ་སྤྲོད་ཆེད་མཚོའི་ཁོག་དང་མ་སྤྲོད་ཆེད་ནས་ལྷག་གི་འདུག་ད། འོ་ཧོ་ཧོ་ཟེར་དཔེ་ལ་དཔེ་ལ་དཔེ་ལ་དཔེ་ལ་ཨ་མ་ལགས། ཨ་མ་ལགས་ཁྱེད་རང་བོད་མི་རྒན་པ་ཞིག་གི་ངོས་ནས་བཀའ་མོལ་འདི་འདྲས་གསུང་ཉེན་ཡོད་རེད་པས། ཨ་མ་ལགས་ཁྱེད་རང་གི་དཀའ་ངལ་དེ་ཚོ་ང་རྣམས་ཚོ་ནམ་ཞག་རྒྱུན་མཐུད་ནས་འཚོ་བ་ནག་ལོག་ལེ་ཡ། བཀའ་མོལ་གནང་དུས་ཟབ་ཟབ་མ་གནང་བ་བྱས་ཨ་ནི་རིམ་པས་རིམ་པས་འཐུས་ཤོར་བྱེད་མགྱོགས་འདུག་ཟེར་ད་ཨ་མ་ལགས། ད་ཨ་མ་ལགས་ཁྱེད་རང་གཟིགས་ད། ད་ཆ་བོད་ནང་ལོགས་ལས་ཡིན་པ་ཡིན་ན་བོད་སྐད་ཕྱེད་ཀ་དང་རྒྱ་སྐད་ཕྱེད་ཀ། ཕྱི་རྒྱལ་ཁག་ལ་ཡིན་པ་ཡིན་ན་དབྱིན་སྐད་ཕྱེད་ཀ་དང་བོད་སྐད་ཕྱེད་ཀ། ད་དུང་ང་ཚོ་རྒྱ་གར་ནང་ལོགས་ལས་ཡིན་པ་ཡིན་ན་ཚང་མ་ཕྱེད་ཀ་ཕྱེད་ཀ། ད་ཨ་མ་ལགས་ཁྱེད་རང་གསུངས་ད་ང་ཚོས་ད་དུང་མུ་མཐུད་ནས་འདུག་ཟེར་བྱས་པ་ཡིན་ན། ང་ནང་ཚོའི་བོད་མི་རིགས་ཀྱི་སྐད་ཡིག་བཟང་པོ་དེ།

ཁྱེད་རང་གིས་བཤད་པ་དེ་ཡིན་པ་བཟོ་རོགས། མཚམས་མཚམས་ནི་རང་གིས་བཤད་པ་དེ་ཡིན་པ་བཟོ་རོགས། གང་ཡིན་ཟེར་ན་རང་མི་རིགས་གཅིག་གི་འགན་ཞིག་འཁྱེར་དགོས་ཡོད་ན་སྐྱིད་སྲུང་སྐྱོབ་བྱེད་ཡ་དེ་ཧ་ལས་པའི་གལ་ཆེན་པོ་རེད། ཨ་ཙི། ད་ང་གོ་ཐོས་ནས་ཚུར་མ་སོང། ཨོ་ཙི་ཨམ་ལགས།
མི་སུ་ཡིན་པའི་ཡིན་ནའི་ལས་སོ་སོ་ཁྱིམ་ཚང་དེ་ཡག་པོ་བྱུང་བསྡད་ཡོད་ན་འགྲིག་དེར་བྱས་ཙང་ནང་མིས་ག་རེ་བཤད་པ་དེ་མདུན་ལམ་ངོ་མ་དེར་བལྟའམ་ལགས། ཨ་ཙི་ད་བྱས་ན་གང་ཚེ་དུས་ཚོད་དེ་འདྲས་ལ་ཡང་ང་ག་བ་བྱས་ན་ཡག་ག་ཡོད་ན་ཨ། ཨོ་ཙི་ཨམ་ལགས། ཨ་མ་ལགས། དེའི་དཔེ་ལ། འགག་རྩའི་དུས་ཚོད་འདི་འདྲ་ལ་ཡང་སོ་སོ་བོད་པ་རུ་བ། བྱས་ཙང། སོ་སོའི་གི་སྐད་ཡིག་དུ་སྲུང་སྐྱོབ་གནང་ཡག་དུ་གལ་ཆེ་ཤོས་རེད་ད་ཨ་མ་ལགས།
འོ་ཅེ་ཨ་མ་ལགས། དུས་རབས་དང་བསྟུན་བྱས་དེང་དུས་ཤེས་ཡོན་སྦྱང་རྒྱུ་དེ་ལ་ཡག་ག་ཡོད་མ་རེད་ད་ཨ་མ་ལགས། འོ་ཅེ་ཨ་མ་ལགས་དེའི་དཔེ་ལ།
ང་ནག་ཆུ་སྐད་ཡིག་སྲུང་སྐྱོབ་བྱེད་རན་འདུག་བ་ཨ་མ་ལགས་དུས་ཚོད་ད་དྲག་རེད་ཤག། དེང་དུས་ཤེས་ཡོན་དེ་གལ་ཆེ་ཤོས་རེད་ད་ཨ་མ་ལགས།
དུས་ཡིག་སྲུང་སྐྱོབ་གནང་དགོས་རེད་སྐད་ཡིག། ང་ལྟ་བྱེད།
ང་ལྟ་བྱེད།
ཁྱེད་རང་གཉིས་དེ་འདྲ་བྱས་པ་ཡིན་ན་དངུལ་ང་ཉོ་བ། ཧ་ཙི། ཨོ་ཧོ་ཧོ་ད་སྡུག་ཙི་བྱས་ན་ང་རང་ཚོའི་གནད་དོན་དེ་ཐག་ཆོད་ཡ་མར་བྱ། མར་བྱ།
བྱས་ཙང།
ང་རང་ཚོ་བཀའ་འདྲི་ཞུ་ས་ཡོད་རེད་བཀའ་འདྲི་ཞུ་བར་འགྲོ་ན་ག་འདེད་དོ། སུ་བཀའ་འདྲི་ཞུ། ཨོ་ཙི་ཁྱོད་རྣམ་གཉིས་ཀས་རྙེད་འདུག་བས། ཁེ་སང་ང་རྣམ་ཚོ་ཟླ་བ་སྔོན་མའི་ནང་ལོགས་ལི་ཡ། བོད་ཀྱི་སྐད་ཡིག་སྲུང་སྐྱོབ་སྐོར་ལི་ཡ་བཀའ་སློབ་གནང་ཉེན་སྐུ་དངོས་ཅི་མེད་པས། སྐུ་དངོས་སུ། སྐུ་དངོས་སུ། ཨོ་ཙི།
ངས་ཞུས་ན། སྐུ་དངོས་སྐད་ཡིག་སྤྱི་འཛིན་ལ་བཟའ་བཅའ་འོ་ཞུ་གི་ཡོད་ཁུངས། སྐུ་དངོས་སྐད་ཡིག་སྤྱི་འཛིན། ཨོ་ཙི་ད་ལྟ།

བསམ་དོན་མ་མཐུན་པ་དེ་འདྲ་ག་རེ་ཡིན་ནམ་ལ། སྐུ་ངལ།
ཨ་ནི་ང་རང་ཚོ་དེང་དུས་བོད་པའི་སྤྱི་ཚོགས་འདི་ནི་སྐུ་ངལ་ཁྱེད་རང་གིས་མཁྱེན་གསལ་རེད། ཡང་ཁ་ཤས་གཅིག་གིས་ནི་མི་ང་ཚོ་སྐད་ཡིག་སྲུང་སྐྱོབ་བྱེད་དགོས་རེད་ཅེས་ལས་འབད་རྩོལ་ཧུར་ཐག་པ་དག་གནང་པ་ནང་བཞིན་གྱི་གྲུབ་འབྲས་ཡང་གང་ལ་གང་འཚམ་ཞིག་ཐོབ་ཡོད་རེད། ང་རང་ཡང་མོས་པ་ར་སྤྲད་ཀྱི་ཡོད། ཡང་ཁ་ཤས་གཅིག་གིས་ནི་མི། དེང་དུས་ཀྱི་ཤེས་ཡོན་སྦྱངས་པ་མ་གཏོགས་བོད་ཀྱི་སྐད་ཡིག་དེ་ཙམ་མ་བྱུང་ནས་གས་ཡོང་མ་རེད་ཟེར་ནས་གཅིག་བཤད་བཞག་དུས་ང་ནི་ཁྱོད་ནི་གོ་ཚོང་བ་སོང་བྱས་ཙང་སྐུ་ངལ་རྩ་ལ་བཅག་པ་ཡིན།
ད་དེ་ལྟོས་ཨ། ཨམ་ལགས་ཁྱེད་རང་བོད་མི་རྒན་པ་ཞིག་གིས་བཀའ་མོལ་དེ་འདྲ་གསུངས་དུས་དབུ་ནས་ང་རང་ལམ་སང་ལན་རྒྱབ་པའི་ལས་ཡང་ཁག་པོ་འདུག་གང་ཡིན་ཟེར་ན་རྣམ་པ་ཚོས་ངས་ནང་གི་གནས་སྟངས་ནི་ཟིན་སོང་ཨ། སྤྱི་བཏང་ང་རང་སེམས་པ་ནང་ལ་ཡང་སྐད་ཡིག་ལ་དོ་སྣང་ཤུགས་ཆེན་པོ་ཅིག་བྱེད་དགོས་བསམ་གྱི་འདུག་སྟེ། ཡིན་ནའི། སྤྱི་ཚོགས་ཀྱི་གནས་སྟངས་ཟེར་ན་མི་འདུག་ཕྱུག་མོ་ཚོ་གི་སྐད་ཆ་རང་མ་ལ་རྫུན་མ་ཤོར་རང་ཤོར་རེད་བཞག་མི་ལ། ཨ་ཙི་ཞུས་ཙང་བྱས། ས་ད་གིན་ནས་སྐུ་སྨྱོན་གྱི་བཀའ་མོལ་ཁ་ཤེས་ད་ངས་ཁྱོད་ལས་གོ་ཚུགས་མ་ག་ས་ལྟོས་ཨ། ཕེ་རེ་ཞིག་ཟེར་ཡ་བྱས། ད་དུང་གཅིག་གིས་ཟ་བྱས་ཁ་ཟ། བུ་ཁ་ཟ། Chicken Chicken འོང་འོང་ཅི་ཡིན་ཟེར་ཡས་དེ་ཚོ། བྱས་ཙང་བྱས་མོ་ལ།
སྐད་ཡིག་ཉམས་ཆག་ཟེར་ཡས་དེ་དུག་ལྟ་ཡོང་དུས་སྔོ་སོ་དེ་བོ་མེད་བ་བྱས། ག་ལི་ག་ལི་ལ་ཡ་གཞན་སྐད་དང་རང་སྐད་འདྲེས་རྗེས་སྐད་ཡིག་ཉམས་ཆག་ཤུགས་ཆུང་པོ་འགྲུག་འདུག་ད་གང་འདྲ། ང་རང་ཚོའི་བོད་གཞིས་བྱེས་གཉིས་ཀྱི་སྐད་ཡིག་དེ་དུས་ཚོད་ཛར་དྲག་པོ་ཞིག་སླེབས་འདུག་ད། ཡིན་ནའི་ཨམ་ལགས། གཏམ་བཟང་ང་ཅིག་ལ་ཡང་དེ་རིང་སང་ང་རང་ཚོའི་བོད་ནང་ལ་ཡང་རང་རིགས་སྤུན་གྲོགས་ཚོ་གི་སྐད་ཡིག་གི་སྲུང་སྐྱོབ་ཀྱི་ཆེད་དུ་ཡང་ལས་འགུལ་མང་པོ་ཞིག་སྤེལ་བོར་བྱེད་གོལ་འདུག་དམ་ལ། ཨ་ཙི།
དེ་འདྲའི་ཡག་ལ་ཨ། ད་བྱས་ན་ཁོ་ནང་པ་ཚོ་སྐད་ཡིག་སྲུང་སྐྱོབ་ཀྱི་ལས་འགུལ་ག་འདྲའི་ར་ཞིག་སྤེལ་གྱི་ཡོད་ན་ད་ལྟ་རང་ཨ་ཅིག་བཏགས་ཡ་ཆུག་ན་ང་ནི་དགའ་ལ། ཧོ་ཨ་ཙི་ཨམ་ལགས།
དེ་ལས་སླ་ཤོས། ཁོ་ལ་ཡང་དུས་གསུམ་སྐུ་གསལ་མེ་ལོང་གསལ་འབྱོར་དེ་ནས་བལྟས་པ་ཡིན་ན་བོད་ཕྱི་ནང་ཀུན་གྱི་གནས་ཚུལ་ཚང་མ་གསལ་ཐུབ་འགྲོ་ད་ཨམ་ལགས། འོ་རེད་ཏག་ཏག་རེད་ཨམ་ལགས།

མ་བཤད་ང་རང་སྙན་མ་ནས་འདི་འདྲས་ཀྱི་བསམ་དུ་བསམ་བསྡད་ཡོད། ཡིན་ནའི་དུས་ཚོད་སྟབས་ལེགས་པོ་ཅིག་ཁྱོད་ནི་མ་ཁྱེར་བ་བསྡད་ཡོད་ཨམ་ལགས། བྱས་ཙང་ད་རེས་ང་ཚོས་གི་མེ་ལོང་འདི་བརྒྱུད་རྗེས་རླབས་ཆེ་བཟང་པོ་ཅིག་ལེན་བྱས་ང་ནང་ཚོས་འདི་ལ་ཡ། སྐད་ཡིག་ཉན་སྐྱོབ་ཚོགས་པ་ཞིག་བཙུགས་གནང་བས་ནི་ག་འདྲས་འདུག་ལགས། ཡག་པོ་འདུག་ཨ། བྱས་ཙང་ཨ་ལས་གཏོགས་སུ་ཞུ་ཨ། ད་ཡང་ང་ནང་ཚོས་ཚོགས་པ་འདི་འདྲས་ཅིག་བཙུགས་པ་ཡིན་ན། ཐོག་མ་དེ་ལ་ཡ་མི་སྣ་གལ་ཆེ་ཁ་ཤས་ཀྱི་གོ་ཐོག་འམ་ལ་རེད་རེད་ཁ་རེད་ཤས་ལག་བསྟར་བྱས་ཐུབ་མཁན་ཁ་ཤས་ཀྱི་གོ་རེད་ཐོག་རེད་རེད་རེད་རེད་ཨ། ཙི་ད་བྱས་ན་ང་ཚོ་དེ་གའི་འཛུལ་ཞུགས་ཞིག་ཡིན་ད། འོ་ཙི་བྱས་ན་ད་ཡག་པོ་ཞིབ་པོ་བྱོས་ང་ཟེར་ལ། ཡིན་ནའི་ང་དེ་ལ་ཡ་ཁས་ལེན་ཞུ་ཐུབ་མི་འདུག་གང་ཡིན་ཟེར་ན་དེང་སང་སྤྱི་ཚོགས་དེའི་སྟེང་ལ་ཡ་བོད་སྐད་གཙང་མ་རྒྱབ་ཀྱི་སྐད་བཤད་པ་ཡིན་ན་ར་མ་འཕྲོད་པ་གང་གིས་ཁྲེལ་ཁྱེད་ཚང་དེའི་རྩིས་གཞི་དེ་ང་དགོངས་པ་ཞུ་ཡང་ཞེས་ཞུ་ཡ་ཡིན། མ་རེད་མ་རེད་བུ།
ལ། བུ་རང་ངེས་པར་དུ་འཛུལ་ཞུགས་གནང་དགོས་རེད། གང་ཡིན་ཟེར་ན་སྐད་ཆ་དེ་འདྲ་བཤད་མཁན་ཡང་ང་རང་ཚོ་ཚོགས་པ་ནང་སྐོར་རེད་མ་རེད་བས། ཁོ་བོ་ཚོས་ཁ་སྐྱེ་ནང་གསུམ་གྱིས་ང་འཛུལ་ཞུགས་བྱས་འཛུལ་ཞུགས་བྱས་ཟེར་ཁག་བྱས་མ་གཏོགས་ཅིག་ཡ་ཉབ་ཆེ་ཤོས་དེ་ང་སྡང་ཟིག་ཡོད་མ་རྡང་ལགས། ཁོ་རང་ཚོ་དེ་འདྲ་བྱེད་རྒྱུ་བེ་རེད་ལ་ལ། ང་ཚོའི་ཚོགས་པའི་ནང་ལོགས་ལས་ཡང་སྐད་ར་མོ་ལུག་རྒྱབ་ཉེ་དེ་འདྲ་གོ་ཐོ་གོ་ཐོ་ལ་ཤེས་སང་ཤེས་སང། ད་བྱས་ན་གང་མིན་ཚད་ཡག་པོ་བྱུང། བྱས་ཙང་ང་ནང་ཚོ་ཐོག་མར་གྱི་ཚོགས་པ་འཛུགས་ཡག་གི།

བྱས་ཙང། དེ་རིང་དངུལ་སྒམ་འདི་ནང་ལ་ཡ་དངུལ་དང་པོ་ང་རེའི་བླུགས་བྱས་སྒོ་ང་ར་རང་གི་ཁྲི་ཡིན་ད། ངོ་ཅི་བྱས་ན་ཡག་པོ་བཞུགས་ཡོད་ཟེར་དགོས་མིན་ཧ། པ་ལ་ང་ནང་ལོ་ལེ་ད། ཧོ། ཏི་ཤི་ལེ། ཟི་ཏི་ཤི་ལེ།
བུ་མོ་རང་ཕྱི་བོ་འདི་འདྲ་ག་རེ་རེད། པ་ལ་ཁྱེད་རང་ཁ་ཁ་བསྡད་ད། དེ་རིང་སེ་གན་ཙར་འདྲེ་ལ་ནང་ལ་ང་འོ་ནས་ལོ་ལེ་བྱས་ཨ་རམ་འགྲོ་ཕྱིའི་སྤྲེའུ་རུ་བཏགས་ཤིང་སྡེ་བ་གསུམ་སི་ད།

དེར་སྐབས་འོ་ད་དེ་ད་སྒོར་ཚུགས་ནས་བུ་དེ་ཚོ་ཁྲག་ཏུ་བཤུས་རྒྱུ། བུ་མོ། ད་ལྟ་རང་གི་སྐད་ཆ་བཤད་པ་དེ་ཚོ་ང་རང་ཚོ་སྐད་ཡིག་ཉམས་ཆག་འགྲོ་ཡ་གི་རྟགས་ཅིག་གདའ། བྱས་ཙང་དངུལ་སྒམ་དེ་དལ་གྱིས་ཏུ་བཟོས་པར་གདའ། ཨ་ནི།
དེ་ན་པི་ཤ་བླུགས་མཁན་དང་པོ་དེ་ང་ཆགས་འོར་ཡོད། མ་རེད་མ་རེད་བུ་མོ།
ད་ལྟ། པཱ་ལགས་ཀྱིས་བླུགས་ཚར་བ་རེད། གང་ཡིན་ཟེར་ན། དེ་རིང་ཚོགས་པ་དེ་བཙུགས་རྗེས། སྒོ་ང་རང་ཚོའི་ནང་ནས་ཚུགས་འོར། བྱས་ཙང་བུ་མོ་རང་ངེས་པར་དུ་འཛུལ་ཞུགས་གནང་འོར་གདའ། ཨང་ཀི།
ནམ་རྒྱུན་པཱ་ལགས་དེ་འདྲའི་ལ་དྭགས་ཞེས་པ་མོ་དེ་ལག་ལེན་དང་ཁྱོད་ནི་བསྟར་གི་མེད་བ། ད་ད་རེས་དངོས་གནས་པཱ་ལགས་ཀྱི་ལག་ལེན་བསྟར་གདའ། ཨ་ད་དངོས་གནས་དེ་འདྲ་བྱེད་ན་ཨ་ནི་ང་རང་སྐྱག་ནག་ཤོད་རྒྱུ་སྐད་ཆ་དེ་གས་ལ་ངའི་བུ་ཤ་ཡི་དྭངས་གཙང་མར་གདའ། མ་རྩ་ནི་པཱ་ལགས། ང་རང་ཚོའི་མི་རིགས་གཅིག་གི་སྐད་ཡིག་ལ་བསམ་བློ་བཏང་བ་ཡིན་ན། ཨ་ངའི་བུ་ཤ་དེ་གས་ཆེན་པོ་གང་མར་བཞག་ཨ་ནི་དགུ་མང་ཚོའི་བློ་འོར་རེད་པཱ་ལགས། རེད་རེད་བུ་མོ།
བུ་མོ་ཁྱེད་རང་འདོད་པ་ཡོད་པའི་བློ་ཞུ།

དངོས་གནས་ཡི་དབྱངས་རྩེའི་སྟེང་གི་ཡེ་གྲོལ་ཟས་ཀྱི་གཏམ་དཔེ་དག་གཅིག་པུར་དག་གོ། ཞོའི་རྫིང་ཁ་ཆེ་ད་བྱས་ན་ངས་བཤད་པ་དེ་གས་ཚར་མ་ནོར་མི་འདུག་ག། འོ་འོ་འོ་དེ་གོ་བ་གོ་བ། དངོས་གནས་ཡིན་ཡིན་མོ་དེ་རིང་གི་ལས་འགུལ་འདི་ནས་བསྐུལ་བྱས་ང་རང་ཡིན་པའི་ཡིན་ནས་ལས་བུའི་ལི་ཡ་སྦྱང་བརྩོན་མང་བྱེད་ཡིན་དང། ཡིན་དང་ཡིན་གོ། དངོས་གནས་ཡིན་སྐད་ཡིག་ལི་ཡ་སྲུང་སྐྱོབ་བྱེད་རྒྱུ་དེ་དུས་ལ་བབ་པའི་ལས་འགན་ཆེ་ཤོས་ཤེས་བྱ། གལ་སྲིད་ང་ཚོ་འདི་ནས་གོམ་པ་ཁ་ཤས་ཕྱི་བཤོལ་ཕྱིན་པ་ཡིན་ན་དངོས་གནས་ཡིན་བསྟན་ནོར་ལ་ཉེན་ཁའི་གནས་ལི་ཡ་ལྷུང་རྒྱུ་རང་རེད་འདུག་ག། ཞུས་ཚར་རྗེས་བྱ་ཡ་ལགས་ཁྱེད་རང་གིས་གསུངས་པ་དེ་བདེན་པར་གདའ། བྱས་ཙང་ད་རེས་གྲོགས་པོ་ང་ནག་གཉིས་ཀྱི་བློ་མཐུན་པའི་དུས་ཚོད་བཟང་པོ་དེ་དང་བསྟུན་རྗེས་རྒྱ་ཆེ་བའི་གཟིགས་མོ་བ་ཚོ་ལ་ཡང་ང་ནག་གཉིས་ཀྱི་སྐད་ཡིག་སྲུང་སྐྱོབ་སྐོར་གྱི་དགེ་སྐྱོན་དེ་གའི་མ་ཅིག་ཞུས་ན་ག་འདྲས་དོ། ཡོང་ང་ཡོང་ང་ཡོང་ང།
བོད་ཀྱི་སྐད་ཡིག་ནི་བོད་མི་རིགས་ཀྱི་བླ་སྲོག་ལྟ་བུ་ཡིན། སྐད་ཡིག་མེད་ན་ང་ཚོ་བླ་སྲོག་མེད་པའི་མི་རིགས་ཤིག་ཏུ་འགྱུར་འགྲོ། སྐད་ཡིག་ཡོད་ན་ང་ཚོ་རྒྱལ་ས་ནས་ལངས་ཐུབ། སྐད་ཡིག་མེད་ན་ཡ་རབས་བཟང་སྤྱོད་ཀྱི་མ་རྩ་བརླག་པ་དང་འདྲ། སྐད་ཡིག་ཡོད་ན་ཕ་མེས་བཙན་པོའི་གདུང་རྒྱུད་ཀྱི་ངོ་བོ་བརླག་མི་སྲིད། སྐད་ཡིག་མེད་ན་བོད་བརྒྱུད་ནང་བསྟན་ཡང་དར་རྒྱས་ཡོང་མི་སྲིད། སྐད་ཡིག་ཡོད་ན་བོད་ཀྱི་སངས་རྒྱས་ཀྱི་བསྟན་པ་འཛམ་གླིང་ཡུལ་གྲུ་ཀུན་ཏུ་དར་ཞིང་རྒྱས། སྐད་ཡིག་མེད་ན་གྲོགས་པོ་ཕྱི་རྒྱལ་བ་ཚོ་ཀྱང་ཆ་མེད་ཡོང། སྐད་ཡིག་ཡོད་ན་རྒྱལ་ཁབ་ཕྱི་ནང་གི་ཤེས་ཡོན་ཅན་ཚོས་ང་ཚོའི་རིག་གཞུང་འདི་ལ་འཚང་ཁ་ཤིག་ཤིག་བྱེད། སྐད་ཡིག་མེད་ན་རིག་གཞུང་གི་འཚོ་བ་བཟང་པོ་འདི་ཡང་གནས་མི་ཐུབ། སྐད་ཡིག་ཡོད་ན་གཞིས་བྱེས་གཉིས་ཀྱི་མངོན་འདོད་ཀྱི་རེ་བ་ཡང་འགྲུབ། སྐད་ཡིག་ལ་སྲུང་སྐྱོབ་བྱེད་རྒྱུ་ནི་སྐྱ་སེར་ཚང་མའི་འགན་འཁྲི་ཡིན། སྐད་ཡིག་ལ་སྲུང་སྐྱོབ་བྱེད་རྒྱུ་ནི་བོད་མི་སྤྱི་བོ་གནམ་བསྟན་ཡོངས་ཀྱི་ལྡོག་ཏུ་མེད་པའི་འོས་འགན་ཡིན།